ད་ཕྱིས་སུ་ད་ཁག་པོ་རེད། ཉི་མ་གའུ་དང་པོ་ནང་བཞིན་ཏེ་ད་འདི། ཡ་དང་པོ་ལ་ལ། ཡ་རེ་བ་ཧོ་རེ་ག་ཡ་ཡོད་མ་ར། ཨ་ལས་ཨ་ནི་སྐྱེ་རྒ་འགྲོ་སྟངས་འདི་བལ་ལན་ཏྲའི་གའུ་དུས་ཆེན་འགྲོ་སྟངས་ཇི་གེ། ཨོ་དེ་ལ་ར་འདི་ཁྲེས་ཉི་མ་མོ་འདི་ག་ཆེ་བལ་ལན་ཏྲའི་གའུ་སྟར་བཅུ་བཞི་ར་བཅུ་བཅོ་གསུམ་ལ་ར་ང་ཕི་གེ་དེ་དུས་སྦེང་ལོ་ཁོར་བྱང་བ་འདི་ཁ་བ་སྟངས་ཨ་ནི་འདི་ཆུ་ཉོ།

དེ་ཕྱིར་ང་རོགས་པ་དེ་འདྲས་ར་ང་གྲོགས་པོ་དེ་ཚོ་ལ་ཕི་ཤ་སློང་ཡོད་པ་ཕི་ཤ་གཡག་དེ་ལ་ར་ནི་ང་དེ་བྱས་ལ་རྫུན་མ་བཤད་ཨ་ནི་རྒྱུགས་ཁྱི་ཆུན་པོ་ཆུན་པོ་དེ་འདྲས་ཏྲི་ཏྲི་བེར་པགས་ཟིན་འདྲས་རུ་མོ་ཉིས་སྟོང་སུམ་སྟོང་ཆོམ་པོ་དེ་འདྲས་ཉོས་ར་ཨ་ནི་མོལ་དེ་ར་མོ་ཡེ་ས་རུ་མོ་ཡེ་གི་དེ་ག་བུ་ད་ཨེག་སའི་རིང་ཁ་ལོ་རུ་ད་དེ་དེ་ཨེག་སའི་རིང་དེ་ཡ་ད་དེ་འཚོ་བ་དེ་ད་ད་བེད་ད་སྙེ་མ་སྙེ་མ་ཡོད་རྒྱུ་འདྲ་བུ་ད་དུས་སང་ཕྱིས་སུ་ད་ཁག་པོ་རེད།

མ་རེད། ད་སོ་ཨ་ནི་ཁྱེད་རང་གི་སྙེ་མ་དེ་དྲན་ཏེ་སྙེ་མ་དེ་བྱེད་རྒྱུ། ད་ད་འདི gift འོ་ད་ང་ལ་འདི་འདྲའི་ཟ་ཁང་འབུག་ད་བྱེད་འདི་མ་བྱེད་རེད། ཉོ། ད་འདི་སྙེ་སྙེ་མ་ག་བུ་དང་པོ་ག་ཅིག་སྐད་ཅིག་སྙེ་མ་འོ་ད་འདི་ཡོད་སྙེ་མ་ད་ད་འདི་དགོ་ནི་ལི་ཡི་རེད་ཁྱོད་ཚོ་འོ་ད་ལི་མི་འདུག་ལ་སོ་ཨ་ནི། ད་དེ་ཡ།
ཡ་ཨོ་ཁེ་ད་ཡིན་པ་བྱས་བྱས་ཁྱེད་རང་ག་བོ་དང་པོ་ད་ཞར་དང་པོ་ཚར་ཚར་ར་ཧ་ང་ཉིན་ག་དུས་ཐུར་དུན་གི་ད། ང་ཉིན་ག་དུས་ཐུར། དབྱར་ཁ་ཡིན་ན།

དེ་ཡར་ལེན་ཤོག་གཙོ་བོ་ག་རེ་ཡིན་ལགས་ན་ད། དེ་སྔས་ནས་ང་གཉིས་དྲི་བ་དྲི་ལན་ཅིག་བྱ་ཡོད་རོ་ཨ་ཡིན་ནས་ད་ད་ལྟ་དྲི་བ་དྲི་ལན་འདི་ག་ཅེར་ལེན་འདི་འཇུག་གི་ཉིན་འདུག་ནང་ལ་རྒྱག་ཆོག་ཡིན་ནས་ད་ད་ལྟ་ང་གཉིས་ཀྱི་འདི་རོབ་ཙི་ཅི་དེ་ག་རེ་ལ་ཡིན་ལགས་ན་ད་ང་གཉིས་ཀྱི་ད་ད་སྟོད་འོང་ནང་བཞིན་གྱི་ཨ་ནི་ད་ཁྱོ་ག་ཀྱི་མེ་ཡིན་ནས་འདྲ་ཨ་ནི་གའུ་ཡིན་ནས་འདྲ་མང་པོ་ཅི་ཨ་ནི་ད་ཚ་ཚ་ཀྱོ་གང་ལ་ཨ་ནི།

ཆུང་གུ་དུ་ར་ང་རང་ཚོའི་འདྲའི་ཕ་ཚོ་དང་རོགས་པ་ནང་ཁུལ་ལ་སྐད་ཆ་བྱས་དུས་ང་ཚོ་ཁེ་སི་ཨོ་འདྲེ་དང་ང་རང་གཉིས་ཀའི་ཚོར་སྣང་ཨོ་འདི་ཤུགས་ཆེན་པོ་ཆེ་ལས་སོང་འདིའི་ཐོག་ལ་ནི་ད་རིང་ཨོ་འདི་ཁྱུག་ཙི་ཅི་འདྲའི་གནད་དུང་ཅིག་བཟོས་ན་བསམ་ཟོལ་བ་དང་བྱུང་སྟངས་འདྲ་བོ་འདི་ཨ་ནི་ཨོ་འདི་ཅི་ནས་ད་ཁྱོད་རང་ཚོ་ཡིན་ནས་ད་ང་རང་གི་བསམ་ཚུལ་ཅིག་ལབ་བ་རོགས་ཨ་ནི་ད་ད་ཨ་ཕ་བུ་བསམ་ཚུལ་ཅིག་ལབ་ཡི་རེད་ཨ་ཧོང་ཏི་ཀྲོའུ་དང་ཨ་རག་བསམ་ཚུལ་བཀྲོལ་བའི་འོག་ཏུ་མི་མི་ཏི་བརྒྱ་ནས་བརྒྱ་ཆ་དགུ་བཅུ་ལ་པ་ཚ་ཚ་ཀྱོ་ག་ཅི་ད་གའུ་རྙིང་པ་ཡིན་ནས་ད་ཨེག་སི་ལི་ར་ཨིན་ཇི་མ་སུན་ཧོང་ཏི་ད་མེ་འོ་ཡོད་མ་རེད་བསམ་གི་མི་འདུག་ཡ་ད་བརྒྱ་ཆ་དགུ་བཅུ་ལ་ད་བརྒྱ་ཆ་བཅུ་ཚི་ལ་ད་ཡོད་ཀྱི་མ་རེད་ཡ་སུ་སུ་གའུ་དང་པོ་དང་པོ་ཐུག་ནི་མི་ཚི་སྐད་ངན་ད་དེ་འདྲས་པས་ཁག་པོ་འདུག་ཨ་ཡ་ད་ད་དམིགས་བསལ་གྱི་ད་ད་དུས་ཚོད་ལ་ཨ་ནི་ཧོང་ཏི་ཀྲོའུ་ཡིན་ཏེ་ད་ཚ་ཚ་ཀྱོ་ད་ང་ཀྲོའུ་བསམ་མོ་ཏང་ཏང་ཡིན་ན་ར་ད་ར་ཁོ་འགྲོ་བས་ན་ཁོ་ལ་ཨེག་སི་ཡོད་རེད་ང་འགྲོ་བས་ན་ང་ལ་ཨེག་སི་ཡོད་རེད་ཨཱ་ནི། ད་ང་གཉིས་ཐུག་ཨ་ཉི་མ་དེ་ནས་རེད་ད་ད་རིང་ང་ཁོ་ཐུག་ཡིན་ན། ད་ད་རིང་ནས་མགོ་བཙུགས་ནས་བོད་དོ་དང་གོང་ཁོ་ལ་ག་རེ་བྱུང་བ་དྲང་པོ་ཤེས་ནས་ཡང་ང་དེ་འདྲས་ལ་ཡང་ཁྱད་པར་བཅས་མེད། འོ་དེ་བྱས་ནས་ད་ཉི་མ་ད་རིང་ང་ཁོ་མཉམ་དུ་བསྡད་ཡོད་ན། ཉི་མ་ད་རིང་ཨཱ་ནི་དེ་མ་དང་པོ་འདྲེ་འབྲིང་ལའོ་ར་ད་ཐུག་འཛོམས་བྱས་ནས་སྐད་ཆ་བཤད་འོང་དེ་ནས་མགོ་བཙུགས་ནས་ཨཱ་ནི་ཁོ་གིས་ད་ཅིག་འགྲིག་གི་མེད་ན་ཨཱ་ནི་དེའི་ཐོད་ལ་ད་བྷ་ཛུ་མེ་བིང་ཞེས་ཡ་ད་ཅིག་ཅི་ཡང་བྷ་ཇོ་ཀི་མེ་ཞེན་པ་ཏྲོ་ད་ག་འུ་ཞེན་པ་ཆི་ཡ་དེ་འདྲས་ཡིན་ན་དངོས་གནས་ག་ལོ་བརྒྱ་ཆ་བརྒྱ་དེ་ལ་དགག་པ་བརྒྱད་རྒྱུ་ཡོད་རོ་ཡིན་ནས་ད་དེ་ད་གོང་ཏྲོ་འུ་དེ་ཡིན་ན་ཁོ་ཁོ་རང་ང་ད་གོང་དེ་ལ་ང་ཁོ་ཐུག་ཡོད་མ་རོ་ཡ་འོན་དེ་ད་བད་ཁོ་རང་ང་ཏྲོ་འུ་ཡིན་ན་འོན་དེ་ཚ་ཚ་ཀྱོ་གང་ན་ང་འདི་བཅས་བྱེད་ཀྱི་མེད་ག་དུས་ཡིན་ནས་ག་ལ་འོར་ད་འདི་ཚ་ཚ་ཁྱོད་ཁྱོད་འདི་རེད་ཁྱོད་འདི་རེད་ལ་ནི་ཁྲུས་དེ་ད་ཁོ་ལ་རྩེ་རྒྱ་དྲོ་ད་ད་ང་ར་ཡིན་ན་སྙེ་མ་ཨེགས་གི་ཅིག་འགྲིག་གི་མི་འདུག་ལ་དྲོ་ད་འདི་འདྲ་བཤད་ད་འདི་སྤྱི་ཐང་གི་ཁོ་ལས་ཞི་དྲག་ཡོད་མ་རེད་ང་ལས་པའི་འདི་འདྲ་མེད་ཡོང་ཨོ་འདི་ད་ང་ར་གི་རེ་བ་དྲོ་ད་ད་ཁྱོད་རང་ཚོ་ཁ་ཤས་འདྲི་དོ་ཡ་ཨེགས་སྐོར་བཤད་ནི་སུ་སུ་ད་ད present ལའོ་ར་ད་ད་ད།

ད་ང་ཚོ་བླ་མ་དཀོན་མཆོག་འདི་ནས་མ་རག་པ་ཚང་མ་ལ་ཡོད་རེད་ཡན་པ་ཞོས་ལ་ནི་ཡང་སྡུག་ཅག་ལ་མཚེ་ག་ཡོད་མ་ད་འདི་བྱུང་བྱ་རྒྱུ་ར་ཨ་ནི་འོ་འདི་གཅིག་རེད་ཨ་ནི་ག་རེད་ད་འདི་ད་ག་ལོར་ད་ཨ་མདའ་འགྲོ་ང་ཡིན་མོ་ཐུག་རེད་ད་མོ་མཉམ་འདོ་བསྡད་དུས་ར་ཨ་ནི་མོ་གི་ད་ར་མོ་ལས་པ་ཞོས་རེད་ད་པ་ཞོས་ལ་ཡང་འདི་ཡག་འཕྲུལ་ལས་ཡང་འདི་ཁྱོད་འདི་ཉི་མ་འདི་ཕྱིན་པ་འདི་གི་འདི་ཕྱིས་ཆད་ཨང་རྟགས Present འདི་ང་གཉིས་ཨང་རྟགས་དུས་སུ་བབས་ང་གཉིས་ཁ་ལོ་སྐྱིད་པོ་ཡོད་རྒྱུ་འདི་སྙན་དམག་གིས Pass གི་སྐད་ཆ་བཤད་ཅིག་འདི་ག་རེད་འདིའི་ནང་ལོ་ཁྲིད་ལས་བྱེད་ར་སྐད་ཆ་འདི་ཡ་འདི་འདྲའི་ཤེས་ན་ང་གཉིས་ཨང་རྟགས་མ་སྐྱིད་པོ་འདི་བཟོས་ན་ར་འདི་འདི་འབྲེལ་བ་ཅེས་ཐོང་ཡ་ཨང་རྟགས་ང་རང་ཡི་ཉམས་རྟོགས་འདི་ཇོ་འདི་དུས་ཤོག་འགྲུག་ར་འོ་དེ་བྱིན Pass ཚང་མ་ལེའོ་འདི་ལ་ག་ཡ་མ་རེད་འདི་ཡ་མེ་རེད Pass ཚ་ཚ་རེད་ད་ཨང་རྟགས་འདི་ཤོད་རེད་ང་ད་ང་མོ་ཉམས་རྟོགས་འདི་དུས་ཨ་ནི། འདི་སྐབས་བྱེད་ཡ་དེ་ཡག་པོ་བྱེད་ནི་ག་ཡིན་ནས་གང་ཐུག་ཐུག་བྱེད་སུ་སུ་ཁྱོ་ག་ཡིན་ནས་རེད་སུ་སུ་ཁྱོ་ག་ཡིན་ན་ནི་ཆོལ་ཁའི་དགེ་རྒན་འདི་ཁྱེད་ནས་གང་བྱེད་ཐུག་ཐུག་དེ་བྱེད་ཡ་ནི་ནང་ནང་མི་ལ་བལྟ་ནང་ར་ནང་ཡག་པོ་བཟོ་ཡ་དང་ཚགས་ཚུགས་བཟོ་ཡ་གི་ཡོ་དེ་བྱེད་དེ་མ་བྱེད་ཡ་འདི་གི་འདི་ཁོ་ར་བུ་མོ་འདི་གི་ལ་སོས་ཁོ་གཉིས་མ་གཉིས་ཨེགས་རེད་བུ་འདི་གི་ལ་སོས་ཁོ་མོ་ལྔས་ཨེགས་རེད་ལ་ད་དེ་ཡེགས་སུ་མོ་བ་སུ་ཡིན་ནས་ཡིན་ད་གཉིས་མ་གཉིས་མ་ཁོ་གཉིས་ཀ་གྱི་རེད་ཚ་ར་ད་ཨ་མདའ་ཡོད་རྒྱོ་དེ

འོ་དེ་འདྲ་བོ་རེད་གསུངས་དུས་ཡ། ང་འོ་དེ་འདྲ་རེད་ང་ཡང་འོ་དེ་འདྲ་གསུངས་དུས་ང་མཁས་བ་ཅན་མི་འདུག་རྒྱབ་ལོ་ཨེག་སི་གིས་ང་སྡུག་ཅག་རེད་ལབ་ནས་ང་ཡག་པོར་ལབ་ནས། ངས་ཨེག་སི་དེ་འདྲ་ཡོད་ར་ག་ཤེད་གསང་གི་ཡོད་གི་རེད་ཡ་ཁོ་ཡག་པོ་འདུག་ག་ཤེད་གསང་བ་ཁོ་སྡུག་ཅག་རེད་ད་ལ་ཉེས་ཡོད་ར་ད་ཨེག་སི་ར། ང་ཡིན་ན་ར་སུ་བྱེད་ལ་ག་ལ་བ་ར་ཡག་པོ་ཡོད་རྒྱུ་དེ་ཡག་པོ་ལབ་ར་སྡུག་ཅག་དེ་ག་ལ་བ་ར་ད། མིག་གི་ཞུ་བོ་འཁྲུལ་ཡོད་དེ་འདི་འདྲ་བྱེད་བྱེད་ན་མ་ཡོད་དེ་ང་ཁ་ར་ཡ་དེ་ཉེས་ཨེག་སི་དེ་ཡག་པོ་རེད་སྡུག་ཅག་ང་སུ་ལ་ག་འགྲོ། དེ་ང་རང་ཧ་འུར་ང་རང་འཚོ་བ་ཡོད་རེད་དེ་ངས་ཧ་འུར་མ་ཤེས་ཨ་ངས་ཤེས་པ་རེད། ངའི་ཨེག་གཅིག་གི་ལ་ཁོ་སྡུག་ཅག་རེད་ཁོ་ཡེ་རེད་ར་ང་ལ་མཁས་པ་སྤུ་ཙམ་མི་འདུག་ཁ་ཅིག་ཁོ་ཡག་པོ་རེད་ལ་ནས་ཡག་པོ་མ་རེད་ལ་ནས་ར་དེ་ཁ་རེད་ཉི་མ་ཨེག་རེད་དེའི་སྐབས་སུ་གང་ཡིན་ར་འདིའི་རྒྱབ་ལོག་ལ་བཤད་དེ་ནས་ང་ནི་ཆོས་བཤད་ར་མཐོང་མི་འདུག་ར་ཨ་ནི། ད་ཨེག་བཤད་ཉེས་དེ་བཤད་ཁོ་ར་བཤད་བཤད་བྱུང་ཨ་མཁས་པ་ཅི་མི་འདུག་ང་ར་བས་ན་འོ་དེ་འདྲའི་ཚིག་ཡོད། ཤེས་བྱ་ཅན་དུ། ཡང་ཉིན་ཨེག་གཅིག་གིས་ང་ཁོ་ཡག་པོ་ཡོད་རེད་ང་དེ་ཅིག་ལ་ཡང་ང་གར་བཞུགས་དགའ་བ་ཡོད་ད། ཁ་ཁ་མེད་དུ་ཉི་མ། དུས་ཚོད་གཅིག་ལ་ཡིན་སྙམ་མདོ་ཆ་རེད་ཨེག་སུ་ཡིན་ནས། ད་འདི་རྫོགས་རེད་ར་འདི། ལས་རེད་འདི་ག་སྨྲ་ཞིག་ཁྲིད་ཡོད་མ་རེད་རྫོགས་རེད་ཞབས་བྲག་གློ་སོ་ར། ད་དེབ་གསར་བ་གོ་པེ་གོ་རེད། ཨོ་དེ་སྙམ་དུ་བདུན་ལ་ཡར་འགྲོ་ཡ་རེད་ད་ང་ཨེས་འདི་གི་འདི་གི་ལ་གི་འདུག་ལ་ནི་སྡུག་བསྔལ་གྱི་དུ་ནི་ལྐུགས་པ་ར།

ད་ལྟ་དཔེ་དཔེ་ཅིག་བྱ་བར་སྤྲོ། དཔེར་ན་ཁོ་ག་ཅིག་ཨེག་ད་དཔེ་ལ་བར་ད་དཔེ་དཔེ་ཆ་བྱ་ན་ད་ཁོ་མིང་ཨོ་ཁ་ང་ཡིན་པ་ཆ་ཆ་ད་ངའི་ཨེག་ཅིག་ཡིན་ན་ཡ། གལ་སྲིད་ང་ཡ་བ་ནོབ་ཏུ་བ་ལ་རི་ཆང་ཏུང་ཨ། མི་ག་པང་མགོ་དྲོ་ཆ་རི་དེ་ཡོད་ན། ནམ་གུས་ཤེས་དེ་ངའི་ཅིག་ཡིན་ན་ཡ་འདི་ངའི་ཨེག་རེད་ལ་ཨི་རེད་བསམ་བློ་མི་འདུག་སུ་ཅིག་ལ་ལ་ཨི་མ་རེད་ཡ་སུ་ཅིག་ལ་ལ་ཨི་མ་རེད་ཡ་དྲང་པོ་བཤད་ན།
ཡ་ད་ཁོ་དཔེ་སྡུག་ཅག་བྱ་ན་ངའི་མ་ངའི་ཨེག་རེད་ལ་ངའི། པས་ད་བརྒྱ་ཆ་གཅིག་ཡོད་ན་བོད་དང་ཕལ་ཆེར་ལ་ཡོད་རེད་བསམ་གྱི་མི་འདུག་ཡ། ད་མི་ཚང་མ་སོ་སོ་གི་འཚོ་བ་སྐད་ཅིག་འགྲོ་བསྡད་དུས་ཨ་ནི་ཡང་ཁ་ཤས་ཀྱི་སྣང་བ་འགྲོ་མ་འགྲོ་གི་ཡང་ཁ་ཤས་ཁ་ཤས་ད་མི་ཚང་མ་འདྲེས་མ་ཡང་ཁ་ཤས་ཁ་ཤས་ལེགས་ད་ཁོ་ད་ངའི་སྙེ་མ་ཨེགས་རེད་ཨ་ཡང་བུ་འགྲོ་བོ་ཡོད་ན་ཁ་ཤས་ཨ་བུ་མོ་དེ་ད་ངའི་བུ་ཆུ་བྱི་ཚན་ཡིན་ལ་ཨེས་ལེགས་ད་འོན་ཏེ

ད་གདོང་ཉི་ཧོ་ད་ཅིག་ཅིག་ཡེ་ན་ར་ཅིག་འབྲིང་མན་ཅིག་ལ། དེ་ཨེག་སི་ལ་ལབ་ལ་ནི་ལ་རོ་བྱིང་ངར། འོན་ཏེ་ད། འོན་ཏེ་ཅི་ནས་ད་ར་ད་མི་སུ་སུ་འོན་ཏེ་རེད་ཡ་མང་ཆེ་བརྒྱ་བཅུ་དགུ་བཅུ་འོན་ཏེ་རེད་འོན་ཏེ་ཅི་ནས་ད་ང་ནི་ད་རིང་ནི་འདུག་འདི་ག་ཅིག་ད་ཁྱེད་ཚོ་ལ་གཙོ་བོ་ག་རེ་ཡིན་ལ་ན་ད་ར་ད་དེ་ང་ཚོ་གི་ནམ་རྒྱུན་མི་ཚེ་གི་འགྲོ་སྟངས་ཀྱི་ཆ་དེ་འོ་ར་ནི་འོ་འདི་ཅི་ནི་ཁ་ཤས་སྙིང་རྗེ་ཡང་སེམས་པ་ཆུང་ཆུང་བྱེད་ནི་ངའི་ཨེགས་ཀྱི་འདི་ལ་ཡིད་དུ་ཁ་ཤས་ཡང་གྲོགས་པོ་གྲོགས་མོ་ནང་ལོགས་ལས་ལྡོག་ཡ་སྐད་ཆ་མང་པོ་ཁ་ཤས་ཨེགས་ཁ་ཤས་དིས་དང་པོ་མེད་གི་འགྲོ་མི་ཚང་མ་ལོ་འདྲ་མི་འདྲ་ཤེས་ནི་ཡ་མི་གཅིག་ལ་ཐེངས་མ་གཉིས་གསུམ་འདྲ་སྒྲུང་ཤིག་ལྡོག་ཡ་འོ་འདི་ལ་ཡིད་དུ་ཁ་ཤས་ཨ་ཁུ་ཁྱོད་ཨེགས་དིས་ད་འདོད་ཡོད་འདྲ་ཤེས་དིས་ད་འདོད་ཡོད་འདྲ་ཤེས་དིས་འདི་ལ་ནི་ཡ་ཁ་ཤས་ཨིཕེག་ཏིས་ལྡོག་ད་ག་རེ་ད་ལོ་འདི་འདྲ་མང་པོ་འགྲོ་ཚར་ད་འདོད་བླ་བླ་ཤེས་དིས་འོན་ཏེ effect འགྲོ་ངེས་དུ་འཛུལ་ཡང་འགྲོ་དགོས་ཡ་ཁོ་རང་ཆག་གོ་ར་བསམ་གི་མི་འདུག་ཡ་ཤེས་ཏེ་ངེས་ཏེ་ཁོ་རང་ཡང move on བྱེད་མ་ཐུབ་ཙང་ཤེས་གོ་ར་འོན་ཏེ་ཤེས་ན་ནད་མ་ཁྱ་ལྟ་ཅི་གྱོ་ར་འོན་ཏེ་ནད་ཁྱོ་གོ་མ་ལྟ་དྲང་པོ་རྡོག་རྡོག་ཤེས་ན་ཡ་ཡིན་ནའི་འོན་འདི་ལ་ད་སུ་ད་སུ་ཡིན་ནའི་དམིགས་བསལ་གྱི་ར་ད་གའུ་ནང་བློ་ལ་ཡིན་ན་འོ་ཟེར་ར་ད་ཁྱོ་ག་གི་མེད་འགྲོ་ཡིན་ན་ཁྱོ་རང་ནང་མི་ཡོ་ར་སྤུ་གུ་ཡོ་ར་ཡ་སུ་སུ་ད་ལྟ་གནས་སྟངས་དེ་ཧྲ་ཏག་ཏག་ཞིག་འགྲོ་བསྡད་ཡོ་ན་འགྲིག་གོ་ར་ཡ་མི་ཡི་ཁ་ཤེས་མ་ཤེས་ཁྱེ་བ་བཅས་ཡོ་མ་ལྟ་དེ་ང་རང་གཉིས་ཀྱི་འདིར་ད། ཁ་རས་ད་སོ་སོས་ཀྱི་བསམ་ཚུལ་འགྲོ་འོད་ང་གཉིས་ཀྱི་འགྲོ་འོད་ན་བརྒྱ་ཆ་བརྒྱ་འོང་འདྲའི་དྲང་པོ་ཞོག་མི་ཡིས་ཤེས་བ་ལ་ཡ་ཁྱད་པར་ཅི་མི་འདུག་འོ་འདི་ཅི་ཉན་ནི་ཁྱོད་རང་ཚོས་འོ་འདྲའི་མི་གི་ཤེས་རྒྱོ་གང་ལ་སུ་སུ་སེམས་པ་སྡུག་སུ་སུ་ཁྱོ་ག་ལ་ལུང་བསྟན་སུ་སུ་ཀྱི་མེ་ལ་ལུང་བསྟན་ཁྱོད་ཨེགས་གི་འདྲའི་ལས་ཤོག་ཁྱོད་ཉི་མ་འདྲའི་བྱི་ཤ་ལ་ནི་འོ་འདི་རྩ་བ་ནི་ནི་མ་བྱིས་ལན་ཡོད་ད་ཧ་ད་གོ་གོར་ད་ཡིན་ན་ང་གཉིས་ཀྱི་ད་ཏི་དྲན་གསོས་འགྲོ་འོད་ཤི་ར་འོ་འདྲའི་འགྲོ་འོད་ཅི་ཡིན་ད་ཏི། དེ་ཧ་གོ་ང་ཚང་མ་ཨ་ད་བུ་འགྲོ་ཡིན་ནི་རེད་བུ་ཏིན་ཨེ་ཇེར་འདྲ་ལ་ད་བུ་རེད་ད་དིས་མེ་ཅོར་ཆ་དྷས་དེ་འདྲ་ཡིན་ན་ར་ཡ་ཁོང་ཚོ་ལས་གནས་སྟངས་དེ་འདྲ་བྱུང་སྲིད་པ་ར་བྱུང་གི་ཡོད་རེད་བྱུང་གི་ཡོད་རེད་རྒྱ་ཡ་རྒྱ་བྱུང་གོ་ར་ད། མ་ད་ཁོང་ཚོ་ལ་གེར་ཧྥེན་བོའི་ཧྥེན་ལ་ཁྱོད་ངའི་ཨེགས་བོའི་ཧྥེན་གེ་འདྲ་ལ་བྱ་ངའི་ཨེགས་གེར་ཧྥེན་གེ་འདྲ་ལ་བྱ་ལ་ནི་སོ་སོ་ལ་ཨེ་ཧྥེག་མ་ལན་ཡོད་ཨ་ག་དུས་ཡིན་ནི་སེམས་པ་ལ་ཤུགས་ཆེན་པོ་ལན་ཨ་ཡ་མ་ར་ཁྱོད་རང་མུ་ཧྥོན་གྱིས་སོ་སོ་ཕྲེ་ཛེན་དེ་གང་ལ་དེ་ཁ་ཤས་འོན་འགྲོ་འདུག་ཨ་ཡ་ངས་ཁོ་ཨེག་སི་གཅིག་ལེགས་མོ་ཨེག་སི་གཅིག་ལེགས་འདུག་ན་སུ་སུ་ནང་འགུག་རྩེད་རྒྱ་ཁ་ཁ་བྱས་འོན་འགྲོ་ཆ་ནས་ཡ་གྱོང་ཁྱོད་རང་གཉིས་ར་བོར་བ་དང་ཕ་ཇོ་དེ་དང་གི་མུ་གེ་དེ་ར་ལ་གྱོ་དེ་སྒྲུབ་རེ་ད་ཁོང་ཚོས་དེ་ཡིན་ཡ། འོ་དེ་ཕྱིན་ད་དེ་ཁ་ལོ་བོད་པ་གི་ན་བོད་པ་ལ་དེ་ཟོ་དེ་ན་ཟ་འོ་དེ་ཕྱི་གས་ལ་ཡག་པོ་ད་ཕྱི་གས་ཁ་ཁ་ཁྲ་ཁྲ་ད་ཁ་ར་གནས་སྟངས་གཅིག་མ་དྲིན་ཆ་ར་ཆ། དངུལ་ཡག་པོ་ཡོད་ན་ཁོ་རང་ཚོས་སྐད་ཆ་འདྲ་བོ་བཤད་ཡག་པོ་བྱེད་གི་ད་ཁོ་ཚོས་ཤེས་རྒྱབ་ལོ་ལ་ཁ་ལོ་ཁ་བཏང་ཡག་གི་ལོག་སྲོལ་དེ་ཡོད་མ་རེད་ད་ཕྱི་རྒལ་ལ་འོ་དེ་བྱེད་མི་འདུག་འོ་དེ་ཕྱི་རྒལ་ལ་ཁ་ལོ་འོ་ཚོ་དཔེ་དཔེ་གླེང་ས་འདྲ་བོ་ཅིག་རེད་ཤག་ར་འོ་དེ་འདྲ་འདྲ་བོ་རེད་ཤག་ད་འོ་དེ་བྱེད་ལོ་ཆུན་ཆུན་དེ་ཚོས་བསུ་ཡོད་ནའི་རེད་ད་དགའ་བོ་ཨེག་ཚང་མ་ལ་ཡོད་མགོ་རེད་དེ་འདི་ནས་ཆར་གི་འགྲོ་སྟངས་རེད་འདི་མི་གི་འདི་ཨེག་འདི་གི་འདི་ལག་འོ་དེ་ལ་ནས་འདུག་བྱེད་ར་ནི་ཁོ་ལ་འདི་འདི་བྱེད་དགོས་ཡ་གོ་ར་ཡོད་མ་རེད་བྱེད་ནའི་ར་ནི་སུ་སུ་གྱོང་རེད། འོན་ཏེ་གཅིག་གི་ཡང། འོན་ཏེ་གཅིག་འོན་ཏེ་རེད་ད། དཔེར་ན། ཁ་ཤས་འོན་ཏེ་ཡོད་རེད་གལ་སྲིད་ད་ང་གཉིས་ང་འགྲོ་བས་ན་ངས་ང་ཁོ་ག་ཅིག X ཡིན་ནི་ཡོད་ང་ཁོ་མཉམ་དུ་མ་འཆམ་ནི་ཡོད་ད next མིན་ཏེ་ཁོ་ཡི་སྐྱེ་དམན་གཞན་པ་ཅིག་ལིག་ར་ཡང་འོན་ཏེ་སྐྱེ་དམན་དེ་ཡང་ཁོ་མཉམ་དུ་འཆམ་དགོས་ར་ད་མེད་འོན་ཏེ་ཁ་ཤས་འོན་ཏེ་ཡོད་རེད་ད་འོ་ཐོན་མ་ཐོན་ར་ད། ཁོ X གཅིག་མཉམ་དུ་ཁོ་འཆམ་གི་མེད་ན་མི་གཞན་པ་ཞིག་མཉམ་ཁོ་མ་འཆམ་པར་ཁྱབ་དགོས་མ་ར་འོན་ཏེ་འགྲོ་བས་ཡང་འོན་ཏེ་གཅིག་ནི་ཡང་ཁྱེད་ཚོ་ཡང་མིའི་ཕ་ཆོས X གི་གཅིག་སྡུག་ཅག་རེད་ལ་ན། འདི་བལ་དུ་འདུག་བྱ་འབུ་ཆག་སྒོ་མ་ག་ཡང་ཁྱོད་རང་མཉམ་དུ་ཁོ་ཡག་པོ་ཡོད་སྲིད་འོང་འདྲ་འགྲོ་བའི་སྟབས་མོ་ང་འགྲོ་བ་ནི་ང་ཡང་ཕ་ཆོས་དེ་ལ་ཡག་པོ་མེད་ན་ཡང་ཚུ་ཆོས་དེ་ལ་ཡག་པོ་ཡོད་སྲིད་ཁོ་ཡོད་འདི་ནང་བཞིན་འོང་འདི་བཞིན་ནས་ག་དུས་ཡིན་ནས་ཡ་སུ་སུ་ཤིབ་དུས་ཡ་ཁྱོད་རང་མི་ཚེ་སུ་སུ་སྐྱེལ་དགོས་རོ་བུ་དོ་ང་ཚོས་ད་ལྟ་འདྲི་ཤིས་དོ་ཨ་དེ་ལ་ཁྱོད་རང་ཚོ་འདི་བཅས་ཡོད་མར་ག་ལ་མི་ཚེ་སུ་སུ་འགྲོ་ཡ་ཁྱོད་རང་ལ་མཐུན་རྒྱུ་ཡོད་ན། ད་ག་རང་འགྲིག་གོ་མ་རེད། མོ་ག་འདྲེ་བོ། འདི་ངའི་ཨེག་སི་སུ་མོ་སུ་ཡོད་ནི་ར་ད་ཡང་མ་འགྲིག། ཨེ་བུ་ཞེན་པ་ཅི་ལ་ཡག་པོ་ཡོད་ཁོ་རང་གཉིས་སྐྱིད་པོ་བྱུང། མོ་ཡག་པོ་འདུག་དེ་ཕྱིན་ན་དཔེ་ཡག་པོར་འགྲིག་གོ་དེ་ཁྱོད་རང་གཉིས་རྟག་ཏུ་མཐུན་གོ་རེད་འོ་དེ་འགྲིག་གོ་ད་འདི་ཡང་བུ་ཞེ་བོ་ཁྱོད་ཁོ་ག་ཅིག་ཨེག་སི་ཞེ་ཁོ་གི་འདི་འདྲས་ལ་འོ་དོ་དེ་ལ་ནི་ཁོ་གིས་ཁྱོད་རང་བུ་འདི་ཞེན་པ་དེ་ག་ལ་ཉན་ཡོང་མ་རེད། ཁྱོད་རང་གཉིས་ཁྱོད་རང་གཉིས་འགྲིག་གི་ཡོད་ནི་ར་དཔེ་འགྲིག་གོ། ཐུགས་ཡོད་ཆེ་ར་ཁྱོད་རང་གཉིས་གང་བྱེད་ཀྱི་འདུག་ནས་ཏག་ཏག་ཏག་ཏག་འབྲི་གི་འདུག་ན་ར་ཨ་ནི་འདི་འབྲི་བར་འདི perfect རེད། འོ་འདི་ལ་འདི་ཡོད་མར་གག་པ། ཡ། འོ་འོ་འདི་འདྲ་འདི་འདྲ་འགྲོ་བ་རེད། རེད་ང་གཉིས་ད་འདི་འདྲ་བཤད་དེ་ན་ད་མང་པོ་པོས་བཤད་ཡོད་རེད་ཡ་འོ་དེ་བཞིན་ད་དོན་དག་རྡོག་རྡོག་འོ་འདིར་མི་གི་ལ་ཀྱོ་ལ་ཁྱོད་རང influence མ་འགྲོ་ལ་ཡ་རེད་ཡ་སུ་སུ་མི་གི་ལ་ནི་ཁྱོད་རང་གཉིས་ད་ལྟ་གནས་སྟངས་དགའ་བོ་ཡིན་ནའི་འདྲ་ཁྱོ་ག་གི་སྨན་ཡིན་ནའི་འདྲ།

ཡིན་ནས་འདི་ཀླད་པ་དེ་བུ་ཆུ་བྱས་ཡ་ཤ་རེད་ཨ་འདི་དེ་ཁྱོགས་སུ་བུ་ཆུ་བྱེད་རོགས་གྱིས་མིག་འདི་གི་འདི་ལ་ག་དུ་མོག་གི་འདི་ལ་ག་དུ་ཁོག་གི་འདི་ལ་ག་དུ་ལ་ནས་ཨ་ནི་འདི་ལ་འདི་བྱས་ག་ལ་བ་ར་ནམ་ས་འོ་དེ་མ་བྱས་ན་ཡག་པོ་རེད་སོང་ད་བྱས་མ་བྱས་སུ་སྡོད་པ་ར་བྱས་ཉེས་མི་དེ་ར་འདི་སྐུག་དྲ་བ་རེད། ཨོ་དེ་རེད།
ནང་འགྲོ་ཡིན་ནར་ད་ཁྱོ་ག་གི་མེ་ཡིན་ནར་ཁ་ཤས་འདུག་ཨ་ཡ་ཁ་ཤས་ཁྱོ་ག་གི་མེ་ང་ཚོའི་རོགས་པ་ནང་སྐད་ཆ་བཤད་དུས་ད་ཅག་སྙིང་རྗེ་ཁ་ཤས་སོ་སོ་སེམས་པ་སྐད་ཆ་ཤོད་དུས་ལིའི་དང་འདྲ་ཨ་ཁོ་མི་ཡི་ཁོ་གྲོགས་པོ་ཡི་འདི་ལ་ཤ་ཁོ་ཀྱི་མེ་འདི་ཡི་ཁོ་པིང་རྒྱག་གི་འདྲ་ལ་ཤ་ལ་ནི་ཨ་ནང་ལ་ང་ལ་འདྲ་ལ་ཡི་འདུག་ལ་ནི་ཨ་སྙིང་རྗེ་ཁ་ཤས་དཔེ་སོ་སོའི heart broken ཆགས་ཡི་འདུག་ཨ་ཡ་འོ་འདྲས་མ་འཆི་བ་ཆེ་ར་ཕ་མ་པིང་རྒྱག་གི་ལ་གི་ཡོད་ནས་འདྲ་སུས་སུས་ལ་གི་ཡོད་ནས་ད་མི་ཚེ་ཁྱོད་རང་ཁྱོ་ག་གི་མེ་ཡིན་ན་ཁྱོད་རང་གཉིས་མཉམ་དུ་སྐྱེ་དགོས་རོ་བོ་དོ་ད་ཕ་མ་པིང་རྒྱག་ལས་མཉམ་དུ་ཡོད་མ་རེད་སུ་གཅིག་མཉམ་དུ་མ་འོང་དེ་མི་ཡི་ལ་དུས་ཉེ་རོ་ཨ་ཡིན་ནས་དེ་སུ་སུ་ནང་ལ་དེ་དུས་སུ་སུ་ནང་དེ་སུ་སུ་གི་ཧ་གོ་གོ་རོ་བོ་དོ་དེ་ལས་ལྷག་སུ་གཅིག་ཧ་གོ་མར་འོང་དེ་ད་དེ་སྐོར་ཡང་འདི་ངས་ལ་ངས་དྲི་བ་དྲི་ལན་ཅིག་བཞག་ཡོད་རོ་ཨ Instagram དང Facebook འོང་དེ་ན་དྲི་བ་མང་པོ་འདུག། ཨ་དེ་ནས་ང་ཚོ་ད་ལྟ་དང་འབྲེལ་བ་ཡོད་རྒྱུ་འོང་འདྲི་འདུག་ཡིན་ནའི་ད་ལྟ་དེ་ལ་བཤད་ན་རིང་པོ་ཆགས་ཡོད་དུ་ར་ཨ་ནི་ཡང་དྲི་མ་གཉིས་འདུག་ན་ཁྱོད་ཚོ་དྲི་བ་དྲི་ལན་འདི་འོང་འདི་འཇུག་ལ་ང་ཚོས་ཀྱིས་སྒོ་ནས་ལ་ཆོག་ཨ་ནི་འོང་འདྲི་འགྲོ་བ་བྱིན་ཡིན་ད་དེས་རིང་པོ་ཆགས་ཡོད་དུ་ཨ་ནི་ཚང་མ་ལ་ཚེ་རིང་ཨ་ནི་ཡང་གནས་འདུག་དེའི་རྒྱུད་ནས་གསར་བ་དང་དེ་འདྲས་ཡིན་ན་ཨ་ནི Subscribe ལ་ཟ་ཡ་ཡ་ཚང་མ་ལ Okay ཚེ take care bye རིང bye ཚེ་རིང།